སྟོན་པ་བླ་མའི་སངས་རྒྱས་རིན་པོ་ཆེ་སྐྱོབ་པ་བླ་མའི་དམ་ཆོས་རིན་པོ་ཆེ་འདྲེན་པ་བླ་མའི་དགེ་འདུན་རིན་པོ་ཆེ་སྐྱབས་གནས་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། འོ་ལགས་སོ། ད་དེ་ནས་ད་དེ་རིང་བརྙན་ཐུང་དེའི་ནང་དུ་དེ་ནས་ངས་མུ་མཐུད་ནས་བར་དོ་ཡོད་སར་དང་དེ་ནས་ཆོས་ཉིད་བར་དོ་གི་སྐོར་ལ་དེ་ནས་ངོ་སྤྲོད་བྱེད་ཀྱིན། ད་དེ་ནས་གལ་སྲིད་ཁྱེད་རྣམས་པས་དེ་ནས་ལེའུ་དང་པོ་དེ་དེ་ནས་གཟིགས་མེད་པ་ཡིན་ན། ང་ནི་ལེའུ་དང་པོ་དེ་དང་པོ་ནི་གཟིགས་རོགས་བྱེད་ཟེར་ནས་ཞུ་རྒྱུ་དང།

ད་བྱུང་ན་དེ་ནས། བྱུང་ན་དེ་ནས་ད་མིའི་གྲོངས་ཡོང་དུས་ཙམ་པ་དེ་དུས་དེ་ནས་བར་དོ་ཐོས་གྲོལ་འདི་དོན་གོ་དགོས་རོ། ད་གལ་སྲིད་རོ་མེད་པ་ཡིན་ན་ཡང་དེ་ནས་རོ་དེ་དེ་ནས་ད་རོ་ཟེར་ན་རྣམ་ཤེས་དེ་དེ་ནས་སྐད་བཏང་བྱས་ཚུར་བཀུག་བྱས་ད་དེ་ནས་རྣམ་ཤེས་དེ་སོ་སོ་གི་དེ་ནས་དུན་ལ་ཡོད་ཟེར་ནས་ཨ་ནི་ད་རྣམ་ཤེས་དེ་གི་སོ་སོ་ལ་ངན་འདེད་ཡོད་ཟེར་ནས་ད་དེ་འདྲས་ཀྱི་དེ་ནས་ཀུན་སློང་གི་སྒོ་ནས་དེ་འདྲས་དམིགས་པ་བྱས་པའི་སྒོ་ནས་དོན་གོ་དགོས་རོ། ད་དེ་དུས་ད་བར་འབྲས་བུ་སྐྱབས་འགོག་གི་རོ་ཀྱི་རིགས་ཀྱི་བུ། མ་ཡེངས་པ། མ་ཡེངས་པར་འདུན་པ་དྲག་པོས་ཉོན་ཅིག། ཡག་པོ་བྱས་ནས་ཉོན་ཞོག། ད་བར་དོ་གི་སྐོར་ལ་བཤད་ཀྱི་ཡོད། བར་དོ་ནི་རྣམ་པ་དྲུག་ཡིན་ཏེ་གང་ཞེ་ན་རང་བཞིན་སྐྱེ་གནས་ཀྱི་བར་དོ། རྨི་ལམ་གྱི་བར་དོ། ཏིང་ངེ་འཛིན་བསམ་གཏན་གྱི་བར་དོ་དང་འཆི་ཁའི་བར་དོ་དང་ཆོས་ཉིད་ཀྱི་བར་དོ་དང། ལུགས་འབྱུང་སྲིད་པའི་བར་དོ་དང་དྲུག་གོ། ད་བར་དོ་དྲུག་ཏུ། ཀྱེ་རིགས་ཀྱི་བུ་ཁྱོད་ལ་ནི་བར་དོ་གསུམ་འབྱུང་སྟེ། འཆི་ཁའི་བར་དོ་དང་ཆོས་ཉིད་བར་དོ་དང་སྲིད་པའི་བར་དོ་དང་གསུམ་འཆར་བ་ལས། ཁ་རྩང་འཕེན་བྱེད་འཆི་ཁའི་བར་དོ་ལ་ཆོས་ཉིད་འོད་གསལ་ཤར་ཡང། ཁྱོད་ཀྱིས་ངོས་མ་ཟིན་པས་ནི་འདིར་འཁྱམས་དགོས་བྱུང་བ་ཡིན་ནོ། བདག་ནི་ཁྱོད་ལ་ཆོས་ཉིད་བར་དོ་དང་སྲིད་པའི་བར་དོ་གཉིས་འབྱུང་སྟེ། རེ་བ། བདག་གིས་ངོ་སྤྲད་པ་རྣམས་ཁྱོད་རང་མ་ཡེངས་པར་ངོས་ཟིན་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་ད་ནི། ང་འཆི་བ་ཞེས་བྱ་བ་དེ་བསླད་པ་ཡིན་ནོ། བདག་གོ།

འཇིག་རྟེན་འདི་ནས་ཕ་རོལ་ཏུ་འགྲོ་སྟེ། ཁྱོད་གཅིག་པུ་མ་ཡིན་ཏེ་ཀུན་ལའང་འབྱུང་བས་ཚེ་འདི་ལ་ཆགས་པ་དང་ཞེན་པ་མ་བྱེད་ཅིག། ཆགས་པ་དང་ཞེན་པ་བྱས་ཀྱང་བདེ་བའང་ནི་མེད། ཁྱོད་རང་འཁོར་བར་འཁྱམས་པ་ལས་མི་འོང། རེ་བ། ད་འདི་ནས་ག་རེ་རེད། ད་ང་ཤེས་ཚར་རེད། རེ་བ། ང་ཤེས། ང་རང་ཤེས་ཚར་བ་དེ་ཤེས་པར་བྱས། རེ་བ། ཁྱོད་རང་ཤེས་ཚར་བ་དེ་ཤེས་པར་བྱས། ད་དེ་ནས་ད་ཤེས་ནས་ཨ་ནི་འཇིག་རྟེན་ཕ་རོལ་ཟེར་ན་ཡང་རེད། སྐྱེ་བ་ཕྱི་མ་ལེན་དགོས་པ་དེ་དེ་ནི། མི་སུ་དང་སུ་ཡིན་ན་ཡང་དེ་ནི་ད་འཇིག་རྟེན་ཕ་རོལ་དུ་ད་རོ་གྲོགས་གོས་པ་རང་རེད། ད་ནི་ཁྱོད་རང་ཆེན་པོ་མ་རེད་ཟེར་རོ། ད་དེ་ཡོད་དུས་ཚར་ནས་ད་དེ་འདྲས་ཀྱི་ཨ་ནི་ཚེ་འདི་ལ་དེ་ནི་ཆགས་པ་མ་བྱས་ཞེན་པ་མ་བྱས་ཟེར་རོ། ག་རེ་ཟེར་ན་ཆགས་པ་དང་ཞེན་པ་བྱས་པ་ཡིན་ན་ཡང་ཨ་ནི་ཁྱོད་རང་ལ་ཨ་ནི་ང་དེ་གི་ཡིན་ཟེར་ནས་ང་ཨ་ནི་ཚེ་འདི་ལ་ད་ང་རང་གི་དེ་ནི་ཕ་མ་སྤུན་མཆེད་དང་གཉེན་ཉེ་དོ་མཉམ་དུ་རང་དེ་གི་ཡིན་ཟེར་ནས་ཨ་ནི་ག་ཚད་ཨུ་ཚུགས་རྒྱག་པ་ཡིན་ན་ཡང་ཁྱོད་རང་ལ་རང་དབང་ནི་ཡོད་མ་རེད་ཟེར་རོ། ཨ་ནི། ད་དེ་འདྲ་བྱས་པ་ཡིན་ན་ཨ་ནི་དེ་འདྲས་ཀྱི་ཆགས་པ་དང་ཞེན་པ་བྱས་པ་ཡིན་ན་འཁོར་བ་རང་ལ་འཁྱམས་བསྡད་ཀྱི་རེད་མ་གཏོགས་ད་དེ་གིས་ཨ་ནི་ཕན་པ་ཡོད་མ་རེད་ཟེར་དེ་སོང་ཙང། མ་ཆགས་ཤིག་མ་ཞེན་ཤིག། དཀོན་མཆོག་གསུམ་རྗེས་སུ་དྲན་པར་གྱིས་ཤིག། རོ། སྟབས་སོ་སོ་ལ་དེ་ནས་དངོས་གནས་ཀྱི་ཕན་ཐོགས་ཤོས་དེ་ཨ་ནི་ཀུན་སྦྱོར་གསུམ་རེད་དེ་རོ། འོ་དེས་དེ་དེ་ནས་སོ་སོ་ལ་ཡང་ཡང་དྲན་པར་བྱེད་ཟེར་རོ། ཀྱེ་རིགས་ཀྱི་བུ་ཆོས་ཉིད་བར་དོའི་སྣང་བ་འཇིགས་སྐྲག་ཅི་ལྟར་ཤར་ནས་བྱུང་ཡང་ཁྱོད་རང་ཚིག་འདི་མ་བརྗེད་པར་གྱིས་ལ། ཚིག་དོན་ཡིད་ལ་དྲན་བཞིན་དུ་སོང་ཞིག། རོ། དེས་ངོ་འཕྲོད་པའི་གནས་ཡོད་དོ། རེད་བ། ད། ཆོས་ཉིད་བར་དོ་གི་སྐབས་སུ། ད་འཇིགས་སྐྲག་གི་སྣང་བ། རེད་བ། འཇིགས་པའི་སྣང་བ། མང་པོ་ཞིག་བྱུང་གི་ཡོད། རེད་བ། ད་དེ་འདྲའི་ག་ག་འདྲའི་ཆེ་སྣང་བ་བྱུང་བ་ཡིན་ན་ཡང། ད། ད་ད་ད། ཨ་ནི། མ། དོན་རྒྱུ་ཡི་དེ་ནས་ཚིག་དེ་ཚོ་ཁྱོད་རང་གིས་མ་བརྗེད་པར་དེ་ནས་བློ་ལ་བཞག། རེད་བ། ད་དེ་ག་རེད་ཟེར་ན། ཀྱེ་མ། བདག་ལ་ཆོས་ཉིད་བར་དོ་འཆར་དུས་དེར། ཀུན་ལ་དངངས་སྐྲག་འཇིགས་སྣང། སྤངས་བྱས་ནས་གང་ཤར་རང་སྣང་རིག་པར་ངོ་ཤེས་འཇུག། བར་དོའི་སྣང་ཚུལ་ཡིན་པར་ཤེས་པར་བྱ། དོན་ཆེན་འགགས་ལ། ཐུག་པའི་དུས་ཚོད་འདིར། རང་སྣང་ཞི་ཁྲོའི་ཚོགས་ལ་འཇིགས་མི་བྱ། དེ་སྐད་ངག་ནས་ལྷང་ལྷང་བརྗོད་པས་དོན་ཡིད་ལ་དྲན་བཞིན་དུ་སོང་ཞིག་ཟེར་བ། ད་དེའི་ཚིག་དེ་ཚོ་དེ་ནས་སོ་སོ་གི་དེ་ནས་ཡང་ཡང་དྲན་པ་བྱས་ནས། ཨ་ནི། ད་ཨ་ནི་གྲོགས་པོ་རེད། དེས་འཇིགས་སྐྲག་གི་སྣང་བ་ཅི་ལྟར་ཅི་ཤར་ཡང་རང་སྣང་དུ་ངེས་པར་ངོ་འཕྲོད་པའི་གནས་ཡོད་པས་མ་བརྗེད་ཅིག། ཀྱེ་རིགས་ཀྱི་བུ་ཁྱོད་ཀྱི་ལུས་དང་སེམས་བྲལ་བའི་དུས་སུ། ཆོས་ཉིད་དག་པའི་སྣང་བ་ཕྲ་ལ་དངས་པ་ས་ལ་འཚེར་བ་རང་བཞིན་བཀྲག་ལ་ཉམ་ང་བ། སོས་ཀའི་ཐང་ལ་སྨིག་རྒྱུ་རྒྱུ་བ་བཞིན་དུ། མེ་རེ་རེ་འཆར་དུ་འོང་ངོ། དེ་ལ་མ་འཇིགས་ཤིག། མ་སྐྲག་ཤིག། མ་དངངས་ཤིག། དེ་ནི་ཁྱོད་རང་གི་ཆོས་ཉིད་ཀྱི་རང་མདངས་ཡིན་པས་ངོ་ཤེས་པར་གྱིས་ཤིག། འོད་ཀྱི་ནང་ནས་ཆོས་ཉིད་ཀྱི་རང་སྒྲ་གྲགས་ལ་དིར་ཆེ་བ། དྲུག་སྟོང་དུས་གཅིག་ལ་དིར་བ་ཙམ་དུ་དིར་རིག་རིག་འོང་ངོ། དེ་ཡང་ཁྱོད་རང་གི་ཆོས་ཉིད་ཀྱི་རང་སྒྲ་ཡིན་པས་དེ་ལ་མ་གཅིག་ཤིག་མ་སྐྲག་ཤིག་མ་དངངས་ཤིག། ཁྱོད་ལ་བག་ཆགས་ཡིད་ཀྱི་ལུས་ཞེས་བྱ་བ་ཞིག་ཡོད་ཀྱི། འདུས་བྱས་ཤ་ཁྲག་གི་ལུས་ནི་མེད་པས་ནི་བྲག་ཡོད་ཟེར་གསུམ་གང་བྱུང་ཡང་ཁྱོད་ལ་གནོད་པ་མི་ཡོང་སྟེ། ཁྱོད་ལ་འཆི་རྒྱུ་མེད་དོ། ཁྱོད་རང་གི་རང་སྣང་དུ་ངོ་ཤེས་པ་རྐྱང་པས་ཆོག་གོ། བར་དོ་ཡིན་པར་ཤེས་པར་གྱིས་ཤིག། ད་ནི་བར་དོའི་སྐབས་སུ་དེ་ནི་ཡིད་ཀྱི་ལུས་ཟེར་བ་ཞིག་ཡོད་རེད་ཟེར་རོ། དེ་མ་གཏོགས་ང་རང་ཚོ་གསོན་པོའི་གནས་སྐབས་ན་ཤིང་ཤ་དང། རུས་པ་དང། ཁྲག་དང། འདི་ཚོ་ལས་གྲུབ་པའི་ཀྱི་ལུས་ཅིག་ཡོད་མ་རེད། དེ་སོང་ཙང་ཁྱོད་རང་ཞེད་སྣང་སྐྱེ་གོ་མ་རེད། ཀྱེ་རིགས་ཀྱི་བུ་དེ་ལྟར་རང་སྣང་དུ་ངོ་མ་ཤེས་ན། ཨ་ནི་མི་ཡུལ་དུ་སྒོམ་སྒྲུབ་ཅི་ལྟར་བྱས་ཀྱང་ད་ལྟའི་གདམས་པ་དེ་དང་མ་འཕྲད་ན་ཡོད་ཀྱིས་འཇིགས་སོ་དགྲའི་དངངས་སོ། ཟེར་གྱིས་སྐྲག་གོ། དམ་པའི་གནས་དེ་མ་ཤེས་ན་དགྲ་འོད་ཟེར་གསུམ་ངོ་མི་ཤེས་པས་འཁོར་བར་འཁྱམ་མོ། ཀྱེ་རིགས་ཀྱི་བུ། ཞག་ཕྱེད་དང་བཞི་ཡི་བར་དུ་གྱ་ལས་འགྲོ་སྟེ། རྒྱལ་བསངས་པ་དང་ང་ལ་ཅི་འབྱུང་ན་སྙམ་པའི་སྣང་བ་བྱུང་བས་ཁྱོད་ཀྱིས་བར་དོར་ངོ་ཤེས་པར་གྱིས་ཤིག། དེ་ཡི་ཚེ། འཁོར་བའི་རུ་ལོག་ནས། སྣང་བ་ཐམས་ཅད་ཡོད་དང་སྐུར་འཆར་རོ། ནམ་མཁའ་ཐམས་ཅད་འོད་ཁ་དོག་མཐིང་གར་འཆར་རོ། དེ་ཡི་དུས་སུ། དབུས་ཕྱོགས་ཐིག་ལེ་དལ་བའི་ཞིང་ཁམས་ནས་བཅོམ་ལྡན་འདས་རྣམ་པར་སྣང་མཛད་སྐུ་མདོག་དཀར་པོ་སེང་གེའི་ཁྲི་ལ་བཞུགས་པ་ཕྱག་ན་འཁོར་ལོ་རྩིབས་བརྒྱད་བསྣམས་པ། ཡུམ་ནམ་མཁའི་དབྱིངས་ཕྱུག་མ་དང་ཞལ་སྦྱར་ནས་རང་ལ་ཤར་དུ་འོང་ངོ། རྣམ་པར་ཤེས་པའི་ཕུང་པོ་གནས་སུ་དག་པས་འོད་མཐིང་ག། ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་ས་ལ་དྭངས་པ་བཀྲག་ལ་འཚེར་བ་ཞིག་རྣམ་པར་སྣང་མཛད་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་དོན་དུ་མིག་གིས་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ། ལྷ་ཡི། འོད་དཀར་པོ་བཀྲག་མེད་འབའ་ཞིག་ཀྱང། མདུན་དུ་བཟུང་གཤིབས་སུ་ཟུག་ནས་འོང་ངོ། དེ་ཡི་དུས་སུ་ཁྱོད་ལས་ངན་གྱི། དབང་གིས་ཁྱོད་ལས་ངན་གྱི་དབང་གིས། འོད་དེ་འགའ་བཀྲག་དང་ལྡན་པ་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་དེ་ལ་འཇིགས་པ་དང་སྐྲག་པ་སྐྱེས་ནས་བྲོས་ཤིང། ལྷ་ཡི་འོད་དཀར་པོ་བཀྲག་མེད་དེ་ལ་ཁྱོད་དགའ་བའི་འདུ་ཤེས་སྐྱེས་ནས་འོང་གི། དེ་ཙམ་ན་ཁྱོད་འོད་དེ་འགའ་ས་ལ་འཚེར་བ། དང་ལ་སྐྲག་ཆེ་བ་མཆོག་དགའི་འོད་ཡེ་ཤེས་འོད་ཟ་བ་དེ་ལ་མ་བསྔགས་ཤིང་མ་སྐྲག་ཤིང་དེ་བཞིན་གཤེགས་པའི་འོད་ཟེར་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་ཞེས་བྱ་བ་ཡིན་གྱི། དེ་ལ་དད་པ་དང་མོས་པ་དུང་དུང་གྱིས་ཤིག་བཅོམ་ལྡན་འདས་རྣམ་པར་སྣང་མཛད་ཀྱི་ཐུགས་རྗེ་ཡི་འོད་ཟེར་ཡིན་ནོ་སྙམ་པ་གྱིས་ལ་གསོལ་བ་ཐོབ་ཅིག་དེ་ནས་བཅོམ་ལྡན་འདས་རྣམ་པར་སྣང་མཛད་ཀྱིས་ཁྱོད་བར་དོའི་འཕྲང་ལ་བསུ་བ་ལ་འོང་བ་ཡིན་ནོ། རྣམ་པར་སྣང་མཛད་ཀྱི་ཐུགས་རྗེ་འོད་ཟེར་ཡིན་ནོ། ལྷ་ཡི་འོད་དཀར་པོ་བཀྲག་མེད་དེ་ལ་ག་བར་མ་བྱེད་ཅིག། མ་ཆགས་ཤིག་མ་ཞེན་ཞིག། དེ་ལ་ཆགས་ན་ལྷ་ཡི་གནས་སུ་འཁྱམས་ཏེ་རིགས་དྲུག་ཏུ་འཁོར་རོ། ཐར་པའི་ལམ་འགགས་པའི་བར་ཆད་ཡིན་པས་དེ་ལ་མིག་གིས་མ་བལྟ་བར། འོད་དེ་འགའ་བཀྲག་མདངས་ཅན་དེ་ལ་མོས་པར་གྱིས་ལ་རྣམ་པར་སྣང་མཛད་ལ་འདུན་པ་དྲག་པོ་བསྟོད་ལ་སྨོན་ལམ་དེ་སྐད་བདག་གིས་ལེན་མོ་གྱིས་ལ། ཐོབ་ཅིང། ཀྱེ་མ། གཏི་མུག་དྲག་པོས་འཁོར་བར་འཁྱམས་པའི་ཚེ། ཆོས་དབྱིངས་ཡེ་ཤེས་གསལ་བའི་འོད་ལམ་ལ། བཅོམ་ལྡན་རྣམ་པར་སྣང་མཛད་ལམ་རྣམས་དྲོངས། ཡུམ་མཆོག་དབྱིངས་ཕྱུག་མ་ཡིས་རྒྱབ་ནས་སྐྱོར། བར་དོ་འཇིགས་པའི་འཕྲང་ལས་དྲག་ཏུ་གསོལ། ཡང་དག་རྫོགས་པའི་སངས་རྒྱས་ས་རུ་སྐྱོལ། ཞེས་མོས་གུས་དྲག་པོས་སྨོན་ལམ་དེ་སྐད་བཏབ་པས། རྣམ་པར་སྣང་མཛད་ཡབ་ཡུམ་གྱི་ཐུགས་ཀར་འཇའ་ཡོད་དུ་ཐིམ་ནས། དབུས་ཕྱོགས་སྟུག་པོ་བཀོད་པའི་ཞིང་དུ་ལོངས་སྤྱོད་རྫོགས་པའི་ཚུལ་དུ་སངས་རྒྱས་པར་གྱུར། ཡང་བསྒལ་ཏེ་ངོ་སྤྲད་ཀྱང་ཞེ་སྡང་དང་སྡིག་སྒྲིབ་ཀྱི་སྐྱོན་གྱིས་འོད་དང་ཟེར་ལ་སྐྲག་ནས་བྲོས་ཏེ་སྨོན་ལམ་བཏབ་ཀྱང། ཡང་བྲོས་ནས་ཞག་གཉིས་པ་ལ་རྡོ་རྗེ་སེམས་དཔའི་ལྷ་ཚོགས་དང་དམྱལ་བའི་ལས་ངན་གཉིས་ཀྱིས་བསུ་བ་ལ་འོངས་ཏེ། ཡང་ངོ་སྤྲོད་པ་ནི་ཚེ་ལྡན་མིང་ནས་བོས་ལ་དེ་སྐད་དོ། ཀའི་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཞག་གཉིས་པ་ལ་འབྱུང་བ་ཆུ་རྣམ་པར་དག་པའི་འོད་དཀར་པོ་འཆར་རོ། དེ་ཡི་དུས་སུ་ཤར་ཕྱོགས་མངོན་པར་དགའ་བའི། ཞིང་ཁམས་མཐིང་ག་ནས་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ། མི་བསྐྱོད་པ། སྐུ་མདོག་མཐིང་ག་ཕྱག་ན་རྡོ་རྗེ་རྩེ་ལྔ་པ་བསྣམས་པ་གླང་པོ་ཆེ་ཡི་གདན་ལ་བཞུགས་པ། ཡུམ་སངས་རྒྱས་སྤྱན་མ་དང་ཞལ་སྦྱར་ནས་ཤར་དུ་འོང་ངོ། བྱང་ཆུབ་སེམས་དཔའི་ས་ཡི་སྙིང་པོ་དང་བྱམས་པ་མེ་ཏྲི་གཉིས་ལ། སེམས་མ་ལ་སེམས་མ་དང་སྤུས་པའི་མ། སྔས་ཀྱིས་བསྐོར་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། གཟུགས་ཀྱི་ཕུང་པོ་གནས་སུ་དག་པའི་འོད་དཀར་པོ་མེ་གློག་ལྟ་བུའི་ཡེ་ཤེས་དཀར་ལ་འཚེར་བ་ས་ལ་དྭངས་པ་ཞིག་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་མདུན་དུ་མིག་གིས་བལྟ་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ་དམྱལ་བའི་འོད་དུད་ཁ། གྲངས་མེད་པ་ཞིག་ཀྱང་མདུན་དུ་ཡེ་ཤེས་ཀྱི་འོད་དང་ཤིབ་དམར། གཟུགས་ནས་འོང་ངོ་དེ་ཡི་དུས་སུ་ཁྱོད་ཞེ་སྡང་གི་དབང་གིས་འོད་དཀར་པོ་སྐྲ་དང་ལྡན་པ་དེ་ལ་འཇིགས་པ་དང་སྐྲག་པ་སྐྱེས་ནས་བྲོས་ཤིང་དམྱལ་བའི་འོད་དུད་ཁ་སྐྲག་མེད་དེ་ལ། ཁྱོད་དགའ་བས་འདུ་ཤེས་སྐྱེས་ནས་འོང་གི། དེ་ཙམ་ན། ཁྱོད་འོད་དཀར་པོ་སྐྲ་ལ་འཚེར་བ་ས་ལ་དྭངས་པ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག་དེ་ལ་དད་པ་དང་མོས་པ་དུང་དུང་གྱིས་ཤིག། བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་ཡི་ཐུགས་རྗེ་ཡི་འོད་ཟེར་ཡིན་ནོ་སྐྱབས་སུ་མཆིའོ་སྙམ་པའི་མོས་པ་བགྱིས་ལ་གསོལ་བ་ཐོབ་ཅིག་དེ་ནས་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་ཁྱོད་བར་དོ་ཡི་འཇིག་ལྟ་ལ་བསྲུང་བ་ལ་འོང་བ་ཡིན་ནོ། རྡོ་རྗེ་སེམས་དཔའི་ཐུགས་རྗེ་ཡི་འོད་ཟེར་གྱི་ལྕགས་ཀྱུ་ཡིན་པས་མོས་པ་བགྱིས་ཤིང། ད་དེའི་རེ་ད་བར་དོའི་སྐབས་སུ། དེ་ནས་སངས་རྒྱས་སངས་རྒྱས་དང། རེ་བ་བྱང་ཆུབ་སེམས་དཔའ་དེ་ཚོ་ཁྱོད་རང་གདན་དྲངས་པ་ལ་ཡང་ཡོངས་འགུགས་བསྡུ་བ། ད་དེ་ཚོ་དེ་ངོ་ཤེས་པར་འགུགས་བསྡུ་བ། དེ་མ་ཡིན་པའི་གིས་དེ་ནས། དེ་ནས་ཡང་བསྐྱར། ལྷ་ཡུལ་དང་དེ་ནས་ལྷ་དང་ད། འགྲོ་བ་རིགས་དྲུག་གི་ད། ལྷ་ཡོད་རུང་བ། ཁོང་རྣམས་པ་ཡང་ཕལ་གྱི་ཡོད་ས་རེད་འོང་བ་ད་དེ་ཚོ་རྗེས་སུ་མ་བརྒྱུགས་བྱས། དེ་ནས་ག་རེ་ཟེར་ན། ད། འགྲོ་བ་རིགས་དྲུག་གི་དེ་ནས་ལྷ་དེ་ཚོ་གི་རྗེས་སུ་ཞུགས་པ་ཡིན་ན། དེ་ནི་ཁྱེད་རང་འཁོར་བ་རང་ལ་ཨ་ནི་འཁོར་འདས་པ་མ་གཏོགས་འཁོར་བ་ལས་ཐར་གྱི་མ་རོ། དེས་སོང་ཙང་ཨ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཨ་ནི་ཕན་ཡོན་དུ་བརྩམས་པ་ཁོང་རྣམས་པ་ཨ་ནི་ངོ་ཤེས་ནས། ཁོང་རྣམས་པའི་གི་རྗེས་སུ་ཨ་ནི་ཞུགས་པ་ཡིན་ན། ཨ་ནི་ཁྱོད་རང་ཏན་ཏན་ཨ་ནི་བར་དོ་ལ་བར་དོ་རང་ལ་སངས་རྒྱས་པ་དང་ཨ་ནི་དེ་འདྲས་ཀྱི་ཕན་པ་མང་པོ་ཡོད་རེད། དེ་ཁྱོད་ཀྱི་ཞེ་སྡང་དྲག་པོས་བསགས་པའི་སྡིག་སྒྲིབ་ཀྱི་སུན་མའི་ལམ་ཡིན་ནོ། དེ་ལ་ཕྱག་ན་ཁྱོད་དམྱལ་བའི་གནས་སུ་ལྷུང་སྟེ་དུག་ལྔ་སེམས་མི་བཟོད་པའི་དམ་དུ་ཚུད་དེ་ཐོན་པའི་དུས་མི་འབྱུང་གི་དེ་ཐར་པའི་ལམ་བཀག་པའི་བར་ཆད་ཡིན་ནོ། དེ་ལ་མིག་གིས་མ་བལྟ་བར་ཞེ་སྡང་སྤོངས་ཤིག་དེ་ལ་མ་ཆགས་ཤིག་མ་ཞེན་ཅིག་འོད་དཀར་པོ་ས་ལ་འཚེར་བ་དེ་ལ་མོས་པ་གྱིས་ལ་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་ལ་དུངས་པ་དྲག་པོ་བསྟོད་ལ་སྨོན་ལམ་དེ་སྐད་ཐོབ་ཅིག་ཀྱེ་མ། ཞེ་སྡང་དྲག་པོའི་འཁོར་བར་འཁྱམས་པའི་ཚེ། མེ་ལོང་ཡེ་ཤེས་ཚ་བོའི་ཡོན་ལམ་ལ། བཅོམ་ལྡན་རྡོ་རྗེ་སེམས་དཔའི་ལམ་སྣ་དྲོངས། ཡུམ་མཆོག་སངས་རྒྱས་སྤྱན་མའི་རྒྱབ་ནས་སྐྱོར། བར་དོ་འཇིགས་པའི་གྲངས་ལས་དགྲ་ལྟུ་གསོལ་ལོ། ཡང་དག་རྫོགས་པའི་སངས་རྒྱས་ས་རུ་སྐྱོལ་ལོ་ཞེས་མོས་གུས་དྲག་པོས་སྨོན་ལམ་དེ་སྐད་བཏབ་པས། བཅོམ་ལྡན་འདས་རྡོ་རྗེ་སེམས་དཔའི་ཐུགས་ཀར་བྱ་ཡོལ་དུ་ཐིམ་ནས། ཤར་ཕྱོགས་མངོན་པར་དགའ་བའི་ཞིང་དུ་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་པར་འགྱུར་རོ། རེ་བ། ཡང་དེ་ལྟར་དུ་ངོ་སྤྲད་ཀྱང་ང་རྒྱལ་དང་སྡིག་སྒྲིབ་ཆེ་བའི་གང་ཟག་ལ་ལ། ཐུགས་རྗེ་ཡི་འོད་ཟེར་གྱིས་ལྕགས་ཀྱུ་ལ་འཇིགས་ཏེ་བྲོས་པས། ཡང་ཞག་གསུམ་པ་ལ་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་གྱི་ལྷ་ཚོགས་དང། མི་ཡོད་ལམ་ངེས་ཀྱིས་བསུ་བ་ལ་འོངས་ཏེ་ཡང་ངོ་སྤྲད་པ་ནས་ཚེ་འདས་ཀྱི་མིང་ནས་བོས་ལ་དེ་སྐད་དུ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག་ཞག་གསུམ་པ་ལ་འབྱུང་བ་ས་རྣམ་པར་དག་པའི་འོད་སེར་པོ་འཆར་རོ། དེའི་དུས་སུ་ལྷོ་ཕྱོགས་དཔག་དང་ལྡན་པའི་ཞིང་ཁམས་སེར་པོ་ནས་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན། སྐུ་མདོག་སེར་པོ་ཕྱག་ན་ནོར་བུ་རིན་པོ་ཆེ་བསྣམས་པ། རྟ་མཆོག་གི་གདན་ལ་བཞུགས་ནས་ཡུམ་མཆོག་མཱ་མ་ཀཱི་དང་ཞལ་སྦྱར་ནས་རང་ལ་འཆར་དུ་འོང་ངོ། བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་དང་ཀུན་ཏུ་བཟང་པོ་ཉིད་ལ། སེམས་མ་མ་ལས་མ་དང་དུ་བས་མ་སྔས་ཀྱིས་བསྐོར་ནས། བྱ་དང་ཟེར་དང་ཡོས་ཀྱིས་སློངས་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། ཚོར་བའི་ཕུང་པོ། དབྱིབས། ཚོར་བའི་ཕུང་པོ་དབྱིངས་སུ་དག་པ། འོད་སེར་པོ་མཉམ་པ་ངེད་ཀྱི་ཡེ་ཤེས། གསེར་ལ་འཚེར་བ། ཐིག་ལེ་དང་ཐིག་ཕྲན་གྱིས་བརྒྱན་པ་ས་ལ་དྭངས་པ་མིག་གིས་མི་བཟོད་པ་ཞིག། རིན་ཆེན་འབྱུང་ལྡན་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་མདུན་དུ། སྙིང་གི་ཐད་ཀར་མིག་གིས་བལྟ་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ་མིའི་འོད་སྔོན་པོ་བཀྲག་མེད་ཅིག་ཀྱང་ཡེ་ཤེས་ཀྱི་འོད་དང་གཤིབ་མར་ཁྱོད་རང་གི་སྙིང་ཁར་ཟུག་ནས་འོང་ངོ། དེ་ཡི་དུས་སུ། ཁྱོད་རང། ང་རྒྱལ་གྱི་དབང་གིས་འོད་ཟེར་པོ་བཀྲག་མདངས་ཅན་དེ་ལ་འཇིགས་སྐྲག་སྐྱེས་ནས་བྲོས་སུ་འོང་ཞིང། མི་གཡོ་སྔོན་པོ་བཀྲག་མེད་དེ་ལ་ཁྱོད་དགའ་བ་དང་ཆགས་སེམས་སྐྱེས་ནས་འོང་གི། དེ་ཙམ་ན། ཁྱོད་འོད་ཟེར་པོ་ས་ལ་དྭངས་པ་བཀྲག་ལ་འཚེར་བ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག་དེ་ཡི་ཐོག་ཏུ་རིག་པ་བྱར་མེད་ཀྱི་ངང་ལ་ལྷོད་དེ་ཞོག་ཅིག། ཡང་ན་དེ་ལ་དད་པ་དང་མོས་པ་དུང་དུང་གྱིས་ཤིག་ཁྱོད་རང་གི་རིག་པའི་རང་མདངས་སུ་ངོ་ཤེས་ན་ནི་མོས་གུས་མ་བྱེད། སྨོན་ལམ་མ་བཏབ་ཀྱང་སྐུ་དང་འོད་ཟེར་ཐམས་ཅད་ཁྱོད་རང་དང་དབྱེར་མེད་དུ་ཐིམ་ནས་སངས་རྒྱས་པར་འགྱུར་རོ། རང་གི་རིག་པའི་རང་མདངས་སུ་ངོ་མ་ཤེས་ན་ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་གྱི་ཐུགས་རྗེའི་འོད་ཟེར་ཡིན་ནོ་སྐྱབས་སུ་མཆིའོ་སྙམ་པའི་མོས་གུས་གྱིས་ལ་གསོལ་བ་ཐོབ་ཅིང་དེ་ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་གྱི་ཐུགས་རྗེའི་འོད་ཟེར་གྱི་ལྕགས་ཀྱུ་ཡིན་པས་མོས་པ་གྱིས་ཤིག་མི་གཡོ་སྔོན་པོ་བཀྲག་མེད་དེ་ལ་དགའ་བར་མ་བྱེད་ཅིག། དེས་ཁྱོད་ཀྱི་ངང་རྒྱབ་དྲག་པོས་བསགས་པའི་བག་ཆགས་ཀྱི་སུན་མའི་འོད་ལམ་ཡིན་ནོ། དེ་ལ་ཕྱག་ན་མི་ཡི་གནས་སུ་ལྷུང་ནས་སྐྱེ་རྒ་ན་འཆི་ཡི་དུག་ལྔ་མྱོང་ཞིང་འཁོར་བའི་གནས་ནས་ཐར་བའི་དུས་མི་འབྱུང་སྟེ། ཐར་པའི་ལམ་འགགས་པའི་བར་ཆད་ཡིན་པས་མིག་གིས་མ་འདའ་བར་ངང་རྒྱལ་སྤོངས་ཤིག། བག་ཆགས་སྤོངས་ཤིག་དེ་ལ་མ་ཆགས་ཤིག་མ་ཞེན་ཅིག། འོད་ཟེར་པོ་གསལ་ལ་འཚེར་བ་དེ་ལ་མོས་པ་བསྐྱེད་ལ་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ལ་འདུན་པ་རྩེ་གཅིག་ཏུ་གཏོད་ལ་སྨོན་ལམ་འདི་སྐད་དུ་ཐོབ་ཅིག། ཀྱེ་མ་ངང་རྒྱལ་དྲག་པོའི་འཁོར་བར་འཁྱམས་པའི་ཚེ་མཉམ་ཉིད་ཡེ་ཤེས་གསལ་བའི་འོད་ལམ་ལ། བཅོམ་ལྡན་རིན་ཆེན་འབྱུང་ལྡན་ལམ་ནག་དྲུང་ཡུམ་ཆོས་མ་དམག་གིས་ཁྱབ་ནས་འགྱུར། བར་དོ་འཇིགས་པའི་འཕྲང་ལས་གྲལ་དུ་སོང་ཡང་དག་རྫོགས་པའི་སངས་རྒྱས་ས་རུ་འགྱུར། དེ་སྐད་མོས་གུས་དྲག་པོས་སོགས་སྨོན་ལམ་བཏབ་པས་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན། ཡབ་ཡུམ་གྱི་ཐུགས་ཀར་བྱ་ཡུལ་དུ་ཐིམ་ནས་ལྷོ་ཕྱོགས་དཔག་དང་ལྡན་པའི་ཞིང་ཁམས་སུ་ལོངས་སྤྱོད་རྫོགས་པའི་སྐུ་རུ་སངས་རྒྱས་པར་གྱུར་རོ། ཧོ་ལ་སོ། དེ་ལྟར་དུ་ངོ་སྤྲད་པས་དབང་པོ་ཅི་ལྟར་བྱེད་ཀྱང་གྲོལ་བར་ཐེ་ཚོམ་མེད་དོ། རེ་བ། ས་དེ་ཆ་ཚང་སོ་སོ་གིས་བར་དོའི་སྐབས་སུ་ངོ་ཤེས་ཐུབ་དགོས་ཀྱི་འདུག་ངོ་ཤེས་པ་ཡིན་ན་དེ་བར་དོ་དེ་ལས་གྲོལ་བ་ལ་ཐེ་ཚོམ་ཡོད་མ་རེད། ཡང་དེ་དང་ལན་མང་དུ་ངོ་སྤྲད་ཀྱང་མིས་སྡིག་པོ་ཆེ་ལ་སོགས་པ་དང་དམ་ཚིག་ཉམས་པ་ལ་སོགས་པའི་བཀའ་ཆད་ཀྱི་རིགས་ལ་ད་རུང་ཡང་ངོ་མི་འཕྲོད་པའི་རིགས་འོང་སྟེ་འདོད་ཆགས་དང་སྡིག་སྒྲིབ་ཀྱིས་བསྐྱོད་ནས་དགྲ་ཡོད་ལ་འཇིགས་ཏེ་བྲོས་པས། ཡང་ཞག་བཞི་པ་ལ། བཅོམ་ལྡན་འདས་སྣང་བ་མཐའ་ཡས་ཀྱི་ལྷ་ཚོགས་དང་འདོད་ཆགས་གསེར་ནག་ལས་གྲུབ་པའི་ཡི་དྭགས་ཀྱི་འོད་ལམ་སྔས་ཀྱིས་གསོ་བ་ལ་འོངས་ཏེ། ཡང་ངོ་སྤྲད་པ་ནི། ཚེ་འདས་ཀྱི་མིང་ནས་འབོད་ལ་དེ་སྐད་དུ་ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག་ཞག་བཞི་པ་ལ། འབྱུང་བ་མེའི་རྣམ་པར་དག་པའི་ཡོས་དམར་པོ་འཆར་རོ། དེ་ཡི་དུས་སུ་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་དམར་པོ་ནས་བཅོམ་ལྡན་འདས་སྣང་བ་མཐའ་ཡས་སྐུ་མདོག་དམར་པོ་ཕྱག་ན་པདྨ་བསྣམས་པ། རྨ་བྱའི་དེ་ལ་བཞུགས་པ་ཡུམ་མཆོག་གོས་དཀར་མོ་དང་ཞག་བཅར་ནས་རང་ལ་འཆར་དུ་འོང་ངོ། བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དང་བྱམས་པ་ཉིད་ལ། སེམས་མ། ཀིརྟི་མ་དང། ཨ་ལོག་གིས་གཉིས་ཀྱིས། བསྐོར་ནས། བྱ་ཡུལ་གྱི་ཀློང་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། འདུ་བྱེད་ཀྱི་ཕུང་པོ་གནས་སུ་དག་པ་འོད་དམར་པོ་སོ་སོར་རྟོག་པའི་ཡེ་ཤེས་དམར་ལ་འཚེར་བ་ཐིག་ལེ་དང་ཐིག་ཕྲེང་གིས་སྤྲས་པ་སར་ལ་དངས་པ་བཀྲག་ལ་འཚེར་བ་ཅིག་སྣང་བ་མཐའ་ཡས་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་སྙིང་གི་ཐད་ཀར། མིག་གིས་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་ལ་མ་འཇིགས་ཤིང་དེ་དང་མཉམ་དུ་ཡི་དྭགས་ཀྱི་འོད་ཟེར་པོ་སྐྲག་མེད་པ་ཞིག་ཀྱང། ཡེ་ཤེས་ཀྱི་ཡོས་དང་ཤི་མར་འཆར་དུ་འོང་བས་དེ་ལ་མི་དགའ་བར་གྱིས་ཤིག། ཆགས་ཞེན་སྤོངས་ཤིག་དེ་ཡི་དུས་སུ་དོལ་ཤ་དྲག་པོའི་དབང་གིས་འོད་དམར་པོ་སྐྲག་སྡང་ཅན་དེ་ལ་སྐྲག་པ་སྐྱེས་ནས་བྲོས་སུ་འོང་ཞིང་ཡི་དྭགས་ཀྱི་འོད་ཟེར་པོ་སྐྲག་མེད་དེ་ལ། ཁྱོད་དགའ་བ་དང་ཆགས་སེམས་སྐྱེས་ནས་འོང་གི་དེ་ཙམ་ན། ཁྱོད་འོད་དམར་པོ་སྐྲག་ལ་འཚེར་བ་ས་ལ་དྭངས་པ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག། དེ་ཡི་ཐོག་ཏུ་རིག་པ་བྱར་མེད་ཀྱི་ངང་ལ་བློས་ལ་ཞོག་ཅིག། ཡང་ན་དེ་ལ་དད་པ་དང་མོས་གུས་དུང་དུང་གྱིས་ཤིག། ཁྱོད་རང་གིས་རང་མདངས་སུ་ངོ་ཤེས་ན། མོས་གུས་མ་བྱས་སྨོན་ལམ་མ་བཏབ་ཀྱང་སྐུ་དང་འོད་ཟེར་ཐམས་ཅད་ཁྱོད་རང་དང་དབྱེར་མེད་དུ་ཐིམ་ནས་སངས་རྒྱས་པར་འགྱུར་རོ། དེ་ལྟར་མ་བྱས་ན་བཅོམ་ལྡན་འདས་སྣང་བ་མཐའ་ཡས་ཀྱི་ཐུགས་རྗེ་ཡི་འོད་ཟེར་ཡིན་ནོ་སྐྱབས་སུ་མཆིའོ་སྙམ་པའི་མོས་གུས་ཀྱིས་ལ། གསོལ་བ་ཐོབ་ཅིག་དེ་ནི་བཅོམ་ལྡན་འདས་སྣང་བ་མཐའ་ཡས་ཀྱིས། ཐུགས་རྗེ་ཡི་ལྕགས་ཀྱུས་འོད་ཟེར་ཡིན་ནོ་མོས་པ་གྱིས་ཤིག་མ་བྲོས་ཤིག་བྲོས་ཀྱང་ཁྱོད་རང་དང་མི་འདྲ་བར་འོང་ངོ། མ་འཇིགས་ཤིག་ཡི་དྭགས་ཀྱི་འོད་ཟེར་བ་གྲངས་མེད་དེ་ལ་ཆགས་པར་མ་བྱེད་ཅིག་ཁྱོད་ཀྱི་འདོད་ཆགས་དྲག་པོས་བསགས་པའི་བག་ཆགས་ཀྱི་སུན་མའི་འོད་ལམ་ཡིན་ནོ། དེ་ལ་ཆགས་ན་ཁྱོད་ཡི་དྭགས་ཀྱི་གནས་སུ་ལྷུང་ནས་བཀྲེས་སྐོམ་གྱི་སྡུག་བསྔལ། བཟོད་གླགས་མེད་པར་མྱོང་སྟེ། ཐར་ལམ་འགགས་པའི་བར་ཆད་ཡིན་པས་དེ་ལ་མ་ཆགས་པར་བག་ཆགས་སྤོངས་ཤིག། མ་ཞེན་ཅིག། འོད་དམར་པོ་ས་ལ་འཚེར་བ་དེ་ལ་མོས་པར་གྱིས་ལ་བཅོམ་ལྡན་འདས་སྣང་བ་མཐའ་ཡས། ཡབ་ཡུམ་ལ་དུས་འབའ་རྩེ་གཅིག་ཏུ་བསྟོད་ལ་སྨོན་ལམ་འདི་སྐད་དུ་ཐོབ་ཅིག་ཀྱེ་མ། འདོད་ཆགས་དྲག་པོས་འཁོར་བར་འཁྱམས་པའི་ཚེ་སོར་རྟོག་ཡེ་ཤེས་གསལ་བའི་འོད་ལམ་ལ། བཅོམ་ལྡན་སྣང་བ་མཐའ་ཡས་ལམ་ནག་གྲོང་ཡུམ་ཤོག་གོས་དཀར་མོ་ཡིས་རྒྱབ་ནས་གྱུར། བར་དོ་འཇིགས་པའི་འཕྲང་ལས། དལ་དུ་གསོལ། ཡང་དག་རྫོགས་པའི་ཚང་གི་ས་རུ་བསྐྱོལ། དེ་སྐད་དུ་མོས་གུས་དྲག་པོས་སྨོན་ལམ་དང་བས་བཅོམ་ལྡན་འདས་སྣང་བ་མཐའ་ཡས། ཡོལ་བ་མས་ཡབ་ཡུམ་གྱི་ཐུགས་ཀར་བྱ་ཡུལ་དུ་ཐིམ་ནས་ནུབ་ཕྱོགས་ལྟེ་བར་བྱིན་གྱིས་བྱིན་རླབས་སུ་ལོངས་སྤྱོད་རྫོགས་པའི་སྐུ་རུ་སངས་རྒྱས་པར་གྱུར་རོ་དེས་མི་གྲོལ་མི་ཟད་དོ། ཡང་དེ་ལྟར་ངོ་སྤྲད་ཀྱང་སེམས་ཅན་བག་ཆགས་དང་གྲོགས་ཡུན་རིང་བའི་དབང་གིས། བག་ཆགས་མ་སྤངས་པར་ཕྲག་དོག་དང་ལས་ངན་གྱི་དབང་གིས་ད་ཡོད་ལ་དངངས་སྐྲག་སྐྱེས་ཏེ། ཐུགས་རྗེས་འོད་ཟེར་གྱི་ལྕགས་ཀྱུས་མ་ཟིན་པར་ཞག་ལྔ་པའི་བར་དུ་མར་ལ་འཁྱམས་ཏེ། དེའི་ཚེ་བཅོམ་ལྡན་འདས་དེ་ནས་གྲུབ་པའི་ལྷ་ཚོགས་ཀྱི་ཐུགས་རྗེའི་འོད་ཟེར་དང་བཅས་ཏེ་གསོལ་བ་ལ་བྱོན་ཏེ། ཉོན་མོངས་པ་ཕྲག་དོག་ལས་གྲུབ་པའི། ལྷ་མ་ཡིན་གྱི་ཡོན་ལམ་གྱིས་ཀྱང་གསོལ་བ་ལ་འོང་ངོ། དེའི་ཚེ་ཡང་ངོ་སྤྲད་པ་ནས་ཚེ་འདས་ཀྱི་མིང་ནས་བོས་ལ་འདི་སྐད་དུ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག་ཞག་ལྔ་པ་ལ་འབྱུང་བ་རླུང་རྣམ་པར་དག་པའི་འོད་བྱང་ཀུན། འཆར་རོ། དེ་ཡི་དུས་སུ་བྱང་ཕྱོགས་ལས། བྱང་ཕྱོགས་ལས་རག་ཚོགས་པའི་ཞིང་ཁམས། བྱང་སྒོ་ནས། བཅོམ་ལྡན་འདས་སངས་རྒྱས་དེ་ནས་གྲུབ་པ། གཙོ་འཁོར་སྐུ་མདོག་བྱང་སྒོ་ཕྱག་ན་རྡོ་རྗེ་རྒྱ་གྲམ་བསྣམས་པ། མཁའ་ལྡིང་ཤང་ཤང་གི། ཁྲི་ལ་བཞུགས་པ། ཡུམ་དམ་ཚིག་གྲོག་མ་དང་ཞལ་སྦྱར་ནས། རང་ལ་འཆར་དུ་འོང་ངོ། སེམས་དཔའ་ཕྱག་ན་རྡོ་རྗེ་དང། བྲིས་པ་རྣམ་པར་གསལ་བ་ངས་སེམས་མ་གང་འདས་མ་དང་ནི་རྟེན་མ་ལྔས་གེགས་བསྐོར་ནས། བྱ་དང་ཧོས་ཀྱི་ཀློང་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། དུར་ཁྲོད་ཀྱི་ཕུང་པོ་གནས་སུ་དག་པ། འོད་བྱང་ཁུ། བྱ་བ་གྲུབ་པའི་ཡེ་ཤེས་བྱང་ལ་འཚེར་བ་ས་ལ་དྭངས་པ་བཀྲག་ལ་ཉམ་ང་བ་ཉམ་ང་བ། ཐིག་ལེ་དང་ཐིག་ཕྲེང་གིས་སྤྲས་པ་ཞིག་དོན་གནས་གྲུབ་པ། སངས་རྒྱས་དོན་གནས་གྲུབ་པ་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་སྙིང་གི་ཐད་ཀར་མིག་གིས་བལྟ་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་ལ་མ་འཇིགས་པར་ཁྱོད་རང་གི་ནི་རང་རིག་པའི་ཡེ་ཤེས་ཀྱི་རང་ཟག་ཡིན་པས་ཆགས་སྡང་ཉེ་རིང་མེད་པའི། བཏང་སྙོམས་བྱར་མེད་ཆེན་པོའི་ངང་དུ་ཞོག་ཅིག་དེ་ཡི་ཉམས་དང་ལྷ་མ་ཡིན་གྱི་འོད་དམར་པོ་ཕྲག་དོག་གི་གུར་ལས་གྲུབ་པ་གྲངས་མེད་པ་ཞིག་ཀྱང་ཡེ་ཤེས་ཀྱི་འོད་ཟེར་དང་ལྷན་ཅིག་ཏུ་ཁྱོད་ལ་འཆར་དུ་འོང་ངོ་དེ་ལ་ཆགས་སྡང་མེད་པའི་བཏང་སྙོམས་སུ་གོམས་ཤིག། བློ་དམན་པ་ཡིན་ན་དེ་ལ་ག་བར་མ་བྱེད་ཅིག་དེ་ཡི་དུས་སུ་ཁྱོད་ཕྲག་དོག། དྲག་པོའི་དབང་གིས་ཡོས་བྱང་ཁུ་སྐྲག་ལ་འཚེར་བ་དེ་ལ་དྲེད་ནས་བྲོས་སུ་འོང་ཞིང་ལྷ་མ་ཡིན་གྱི་འོད་དམར་པོ་སྐྲག་མེད་དེ་ལ་དགའ་བ་དང་ཆགས་སེམས་སྐྱེས་ནས་འོང་གི་དེས་ཚར་ན་ཡོས་བྱང་ཁུ་སྐྲག་ལ་འཚེར་བ་ས་ལ་དྭངས་པ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག། དེ་ཡི་ཐོག་ཏུ་རིག་པ་བྱར་མེད་ཀྱིས་རིག་པ་བྱར་མེད་བློ་གཏད་ཀྱི་ངང་དུ་ལྷོད་ལ་ཞོག་ཅིག་ཡང་ན་བཅོམ་ལྡན་འདས་དོན་ནི་གྲུབ་པའི་ཐུགས་རྗེའི་འོད་ཟེར་ཡིན་ནོ་སྐྱབས་སུ་མཆིའོ་སྙམ་པའི་མོས་གུས་བགྱིས་ལ་གསོལ་བ་ཐོབ་ཅིག་དེ་ནས་བཅོམ་ལྡན་འདས། དེ་ནས་གྲུབ་པའི་ཐུགས་རྗེ་ཡི་ལྕགས་ཀྱུས་འོད་ཟེར་བྱ་བ། འོད་ཟེར་བྱ་བ་གྲུབ་པའི་ཡེ་ཤེས་ཞེས་བྱ་བ་ཡིན་པས་དེ་ལ་མོས་པར་གྱིས་ཤིག་མ་བགྲོས་ཤིག་བགྲོས་ཀྱང། ཁྱེད་རང་དང་བྲལ་མེད་དུ་འོང་ངོ་དེ་ལ་མ་འཇིགས་ཤིག་མ་འཇིགས་ཤིག། ལྷ་མ་ཡིན་གྱི་ཡོལ་དམར་པོ། སྐྲག་མེད་དེ་ལ་ཆགས་པར་མ་བྱེད་ཅིག། དེ་ནི་ཁྱོད་ཀྱི་ཕྲག་དོག་དྲག་པོས་བསགས་པའི། ལས་ཀྱི་སྲུན་མའི་ལམ་ཡིན་ནོ། དེ་ལ་ཕྱག་ན་ནི་ཁྱོད་ལྷ་མ་ཡིན་གྱི་གནས་སུ་ལྷུང་བས་འཐབ་རྩོད་ཀྱི་དུག་ལྔ་བཟོད་གླགས་མེད་པར་མྱོང་སྟེ་ཐར་ལམ་གགས་པའི་བར་ཆད་ཡིན་པས་དེ་ལ་མ་ཆགས་པར་བག་ཆགས་སྤོངས་ཤིང་མ་ཞེན་ཅིག། འོད་བྱང་ཀུ་ས་ལ་ཟེར་བ་དེ་ལ་མོས་པ་གྱིས་ལ་བཅོམ་ལྡན་འདས་དོན་སྣོད་དྲུག་པ་ཡབ་ཡུམ་ལ་དུས་འབའ་རྩེ་གཅིག་ཏུ་བསྟོད་ལ་སྨོན་ལམ་དེ་སྐད་དུ་ཐོབ་ཅིག་ཀྱེ་མ་ཕྲག་དོག་དྲག་པོས་འཁོར་བར་འཁྱམས་པའི་ཚེ་བྱ་གྲུབ་ཡེ་ཤེས་ཟག་པའི་འོད་ལམ་ལ། བཅོམ་ལྡན་དོན་སྣོད་དྲུག་པའི་ལམ་སྣ་དྲོངས། ཡུམ་མཆོག་དམ་རྫས་སྒྲོལ་མས་རྒྱབ་ནས་བསྐྱོར། བར་དོ་འཇིགས་པའི་དྲག་ནས་དྲག་ཏུ་གསོལ། ཡང་དག་ཚོགས་པའི་སངས་རྒྱས་ས་རུ་སྐྱོལ། དེ་ལྟར་མོས་གུས་དྲག་པོས་སྨོན་ལམ་དག་པས་བཅོམ་ལྡན་འདས་དོན་གནས་གྲུབ་པ་ཡབ་ཡུམ་གྱི་ཐུགས་ཀར་ལྗགས་གཡོན་དུ་ཐིམ་ནས་བྱང་ཕྱོགས་ལས། ལས་རགས་ཚོགས་པའི་ཞིང་ཁམས་སུ། ལོངས་སྤྱོད་ཚོགས་པའི་སྐུར་སངས་རྒྱས་པར་གྱུར་རོ། ད་དེ་ནི་ཐ་མ་དེ་རེད་དོ། དེ་ལྟར་རིམ་པ་མང་དུ་ངོ་སྤྲད་པས་ལས་འཕྲོ་ཅི་ལྟར་བཞེངས་ཀྱང་གཅིག་ལ་ངོས་མ་ཟིན་ཀྱང་གཅིག་ལ་ངོ་འཕྲོད་དེ་མི་གྲོལ་མི་སྲིད་དོ། ཡང་དེ་ལྟར་ལན་མང་དུ་ངོ་སྤྲད་མཁན་བག་ཆགས་ཚིམ་ཆེ་ལ་གྲོགས་ཡུན་རིང་བས་དག་སྣང་ཡེ་ཤེས་སྔར་བྲིས་མེད་པའི་དབང་གིས། ངོ་སྤྲད་མཁན་བག་ཆགས་ངན་པས་ཕྱིར་ལ་ཁྲིད་དེ་ཐུགས་རྗེ་འོད་ཟེར་གྱི་ལྕགས་ཀྱུས་མ་ཟིན་པར་ཡོད་དང་ཟེར་ལ་དངངས་སྐྲག་སྐྱེས་ནས་མར་ལ་འཁོར་བས། དེ་ནས་ཞག་དྲུག་པ་ལ། རིག་སྔགས་ཡབ་ཡུམ་འཁོར་དང་བཅས་པ་དུས་གཅིག་དུས་གཅིག་ལ་འཆར་ནས་འོང་སྟེ་དེ་ཡི་ཚེ། རིགས་དྲུག་གི་འོད་དྲུག་ཀྱང་དུས་གཅིག་ཏུ་འཆར་ནས་འོང་ངོ། ངོ་སྤྲད་པ་ནི། ཚེ་འདས་ཀྱི་མིང་ནས་བོས་ལ་དེ་སྐད་དོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཁྱོད་རང་ཁ་སང་ཕན་ཆད་རིག་སྔགས་སོ་སོ་ཡི་སྣང་བ་ཤར་ནས་ངོ་སྤྲད་ཀྱང། ཁྱོད་བག་ཆགས་ངན་པའི་དབང་གིས་དེ་ལ་དངངས་སྐྲག་སྐྱེས་པས་ད་ཕན་ཆད་དུ་དེར་ལུས་པ་ཡིན་ནོ། ཁྱོད་ཀྱིས་གོང་དུ་རིག་སྔགས་ཡེ་ཤེས་ཀྱི་རང་མདངས་དེ་རྣམས་རང་སྣང་དུ་ངོ་ཤེས་ན་རིག་སྔགས་སོ་སོའི་སྐུ་ལ་བྱ་ཡུལ་དུ་ཐིམ་ནས། ལོངས་སྤྱོད་ཚོགས་པའི་སྐུར་སངས་རྒྱས། རྒྱུ་ཡིན་པ་ལ་ཁྱོད་ཀྱིས་ངོ་མ་ཤེས་པས་ནི་ད་བར་དུ་དེར་འཁྱམས་པ་ཡིན་ནོ། ད་ནི་མ་ཡེངས་པར་ལྟོས་ཤིག། ད་ནི་རིགས་ལྔ་ཡོངས་རྫོགས་ཀྱི་སྣང་བ་དང་ཡེ་ཤེས་བཞི་སྦྱོར་གྱི་སྣང་བ་ཞེས་བྱ་བ་ཁྱོད་གསོལ་བ་ལ་འོང་ངོ། དེས་ངོ་ཤེས་པར་གྱིས་ཤིག་ཀྱེ་རིགས་ཀྱི་བུ་འབྱུང་བ་བཞི་རྣམ་པར་དག་པའི་ཡུལ་ཁ་དོག་བཞི་ཆར་དུ་འོང་ངོ། དེ་ཡི་དུས་སུ། དབུས་ཕྱོགས་ཐིག་ལེ་དར་བའི་ཞིང་ཁམས་ནས། སངས་རྒྱས་རྣམ་པར་སྣང་མཛད་ཡབ་ཡུམ་གོང་ལྟར་དུ་ཤར་ནས་འོང་ངོ། ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་ནས། སངས་རྒྱས་རྡོ་རྗེ་སེམས་དཔའ། ཡབ་ཡུམ་འཁོར་དང་བཅས་པ་ཤར་དུ་འོང་ངོ། ལྷོ་ཕྱོགས་དཔག་དང་ལྡན་པའི་ཞིང་ཁམས་ནས་སངས་རྒྱས་རིན་ཆེན་འབྱུང་ལྡན། ཡབ་ཡུམ་འཁོར་དང་བཅས་པ་ཤར་དུ་འོང་ངོ། ནུབ་ཕྱོགས་པད་མ་བརྩེགས་པ་བདེ་བ་ཅན་གྱི་ཞིང་ཁམས་ནས་སངས་རྒྱས་སྣང་བ་མཐའ་ཡས། ཡབ་ཡུམ་འཁོར་དང་བཅས་པ་ཤར་དུ་འོང་ངོ། བྱང་ཕྱོགས་ལས་རགས་རྫོགས་པའི་ཞིང་ཁམས་ནས་སངས་རྒྱས་དོན་གནས་གྲུབ་པ་ཡབ་ཡུམ་འཁོར་དང་བཅས་པ་འཇའ་ཡོས་ཀྱི་ཀློང་ནས་ཁྱོད་ལ་ད་ལྟར་འཆར་རོ། ཀྱེ་རིགས་ཀྱི་བུ་རིགས་ལྔ་ཡབ་ཡུམ་དེ་རྣམས་ཀྱི་ཕྱི་རོལ་དུ་འཁོར་བ། ཁྲོ་བོ་རྣམ་པར་བྱ་བ་དང་གཤིན་རྗེ་ཡི་གཤེད་པོ་དང། རྟ་མགྲིན་གྱ་བོ་དང་བདུད་རྩི་འཁྱིལ་པ་དང། གོང་མ་ལྕགས་ཀྱུ་མ་དང་ཞགས་པ་མ་དང་ལྕགས་སྒྲོག་མ་དང་དྲིལ་བུ་མ་དང་ལྷ་ཡི་ཐུབ་པ། དབང་པོ་བརྒྱ་བྱིན་དང་ལྷ་མ་ཡིན་གྱི་ཐུབ་པ། ཐགས་བཟངས་རིགས་དང་མི་ཡི་ཐུབ་པ་ཤཱཀྱ་སེང་གེ་དང། བྱོལ་སོང་གི་ཐུབ་པ་སེང་གེ་རབ་བརྟན་དང་ཡི་དྭགས་ཀྱི་ཐུབ་པ་ཁ་པར་མ་དང། དམྱལ་བའི་ཐུབ་པ་ཆོས་ཀྱི་གྱ་བོ་དང་བཅོམ་ལྡན་འདས་ཐུབ་པ་དྲུག་ཀྱང་འཆར་དུ་འོང་ངོ། ཀུན་ཏུ་བཟང་པོ་དང་ཀུན་ཏུ་བཟང་པོ་དང་སངས་རྒྱས་ཐམས་ཅད་ཀྱི་སྤྱི་སྨན་ཀུན་བཟང་ཡབ་ཡུམ་སྙེད་ཀྱང་ཆར་དུ་འོང་ངོ་ལོངས་སྐུའི་ལྷ་ཚོགས་བཞི་བཅུ་རྩ་གཉིས་རང་གི་སྙིང་གའི་ནང་ནས་ཕྱིར་ཐོན་ནས་ཁྱོད་རང་ལ་ཆར་དུ་འོང་བས་ཁྱོད་རང་གི་དག་པའི་སྣང་བ་ལ་ཆར་བ་ཡིན་པས་ངོ་ཤེས་པར་གྱིས་ཤིག་ཀྱེ་རིགས་ཀྱི་བུ་ཞིང་ཁམས་དེ་དག་ཀྱང་གཞན་ཞིག་ན་ཡོད་པ་མ་ཡིན་ཏེ་ཁྱོད་རང་གི་སྙིང་གི་ཕྱོགས་བཞིའི་དབུས་དང། ལྔ་ན་གནས་པ་ཡིན་ཏེ། སྙིང་གི་ནང་ནས་ད་ལྟར་ཕྱིར་ཐོན་ནས་ཁྱོད་ལ་ཞབས་རོགས་ཡིན་ནོ། སྐུ་དེ་རྣམས་ཀྱང་གཞན་ཞིག་ནས་འོང་བ་མ་ཡིན་ཏེ་ཁྱོད་རང་གི་རིག་པ་རང་ས་ལ་ཡེ་ནས་གྲུབ་པ་ཡིན་པས་དེ་ལྟར་ཡིན་པར་ངོ་ཤེས་པར་གྱིས་ཤིག་ཀྱེ་རིགས་ཀྱི་བུ་སྐུ་དེ་དག་ཀྱང་མི་ཆེ་བ་མི་ཆུང་བ་ཆ་མཉམ་པ། གན་ཆ་ལུ་ཁ་དོག་བཞུགས་ཚུལ་དང་དེ་འདྲིས་རང་རང་གི་ཕྱག་རྒྱ་དང་བཅས་ཏེ་སྐུ་དེ་དག་ཀྱང་ལྔ་ལྔ་ཡི་གཟུངས་ཀྱིས་ཁྱབ་པ། ལྔ་ཚན་རེ་རེ་ལ་ཡོལ་ལྔ་ཡི་མུ་ཁྱུད་དང་བཅས་པ་ཡབ་ཀྱི་ཕྱག་འཛིན་པའི་རིགས་ཀྱི་སེམས་དཔའ་དང་ཡུམ་གྱི་ཕྱག་འཛིན་པའི་རིགས་ཀྱི་སེམས་མ་དང། སྐྱེ་བ་ཐམས་ཅད་དུས་གཅིག་ལ་རྫོགས་པར་འཆར་དུ་འོང་བས། དེའི་ཁྱོད་ཀྱི་ཡི་དམ་གྱི་ལྷ་ཡིན་པས་ངོ་ཤེས་པར་གྱིས་ཤིག། ཀྱེ་ཡི་རིགས་ཀྱི་བུ་རིགས་ལྔ་ཡབ་ཡུམ་དེ་དག་གི་ཐུགས་ཀ་ནས་ཡེ་ཤེས་བཞི་སྦྱོར་གྱི་ཡོད་ཟེར་ཤིན་ཏུ་ཕྲ་ལ་དྭངས་པ་ཉི་མའི་འོད་ཟེར་བ། བ་ཐག་བྲལ་བ་ལྟ་བུ་རེ་རེས་ཁྱོད་ཀྱི་སྙིང་གར་འཆར་དུ་འོང་སྟེ་དེ་ཡང་དང་པོ་རྣམ་པར་སྣང་མཛད་ཀྱི་ཐུགས་ཀ་ནས་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་དཀར་ལ་གསལ་བ། བཀྲག་ལ་ཉམ་ང་བའི་འོད་ཟེར་གྱི་སྣམ་བུ་ཞིག་ཁྱོད་རང་གི་སྙིང་ག་དང་བྲལ་མར་འཆར་དུ་འོང་ངོ། འོད་ཟེར་གྱི་སྣམ་བུ་དེ་ཡི་ནང་དུ། ཐིག་ལེ་དཀར་པོ་གཟེར་དང་ལྡན་པ། མེ་ལོང་ཁ་སྦུབས་བག་ཙམ་ཤིན་ཏུ་གསལ་བ། བཀྲག་ལ་འཚེར་བ། དེའི་ཡང་རང་བཞིན་གྱི་ཐིག་ལེ། སྔགས་ལྔས་བརྒྱན་པ་དེ་ཡི་མཐའ་དང་དབུས་མེ་འབར་ཐིག་ལེ་དང་ཐིག་ཕྲན་གྱིས་བརྒྱན་པ་འཆར་དུ་འོང་ངོ། རྡོ་རྗེ་སེམས་དཔའི་ཐུགས་ཀ་ནས་མེ་ལོང་ལྟ་བུའི་ཡེ་ཤེས། མཐིང་ལ་གསལ་བ་སྣམ་བུའི་སྟེང་དུ། ཐིག་ལེ་མཐིང་ག། གཡུ་ཡི་ཕོར་པ་ཁ་སྦུབས་པ། ཙམ། ཐིག་ལེ་དང་ཐིག་ཕྲན་གྱིས་ཁེངས་པ་འཆར་དུ་འོང་ངོ། རིན་ཆེན་འབྱུང་ལྡན་གྱི་ཐུགས་ཀ་ནས་མཉམ་པ་ངེད་ཀྱི་ཡེ་ཤེས། གསལ་ལ། གསལ་བ་སྣམ་བུའི་སྟེང་དུ་ཐིག་ལེ་སེར་པོ་གསེར་གྱི་ཕོར་པ་ཁ་སྦུབ་པ་ལྟ་བུ་ཐིག་ལེ་ཐིག་ཕྲན་དང་བཅས་པ་འཆར་དུ་འོང་ངོ། སྣང་བ་མཐའ་ཡས་ཀྱི་ཐུགས་ཀ་ནས་སོ་སོར་རྟོག་པའི་ཡེ་ཤེས་དམར་ལ་གསལ་བ་སྣམ་བུའི་སྟེང་དུ། ཐིག་ལེ་དམར་པོ་འོད་ཟེར་དང་ལྡན་པ། དཔེར་ན་བྱི་རུའི་ཕོར་པ་ཁ་སྦུབ་པ་ལྟ་བུ་ཡེ་ཤེས་ཀྱི་སྟེང་མདངས་དང་ལྡན་པ། ཤིན་ཏུ་ས་ལ་འཚེར་བ་དེ་ཡང་རང་བཞིན་གྱི་ཐིག་ལེ་ལྔ་ལྔས་བརྒྱན་པ། དེ་ཡི་མཐའ་དབུས་མོས་པར། དེ་ཡི་མཐའ་དབུས་མོས་པར། ཐིག་ལེ་དང་ཐིག་ཕྲན་གྱིས་བརྒྱན་པ་འཆར་དུ་འོང་ངོ། དེ་རྣམས་ཀྱང་ཁྱོད་རང་གི་སྙིང་ཁ་དང་འབྲེལ་མར་འཆར་དུ་འོང་ངོ། ཀྱེ་རིགས་ཀྱི་བུ་དེ་རྣམས་ཀྱང་ཁྱེད་རང་གི་རིག་པའི་རང་རྩལ་ལས་ཤར་བ་ཡིན་ཏེ། གཞན་ཞིག་ནས་འོང་བ་མ་ཡིན་པས་དེ་རྣམས་ལ་ཆགས་པར་མ་བྱེད་ལ། སྐྲག་པར་ཡང་མ་བྱེད་པར། རྣམ་པར་མི་རྟོག་པའི་ངང་ལ་ལྷོད་ལ་ཞོག་ཅིག། དེ་ཡི་ངང་ལ་སྐུ་དང་འོད་གསལ་ཐམས་ཅད་ཁྱོད་རང་ལ་ཐིམ་ནས་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་བྱ་བ་གྲུབ་པའི་ཡེ་ཤེས་ཀྱི་ཡོད་བྱང་ཀུན་ནས། ཁྱོད་ཀྱི་རིག་པའི་ཡེ་ཤེས་ཀྱི་རྩ་ལ་མ་རྫོགས་པས་མི་སྣང་ངོ། ཀྱེ་རིགས་ཀྱི་བུ་དེ་རྣམས་ནི་ཡེ་ཤེས་བཞི་སྦྱོར་གྱི་སྣང་བ་ཞེས་བྱ་སྟེ་རྡོ་རྗེ་སེམས་དཔའི་ཁོང་སེང་གི་ལམ་ཞེས་བྱའོ། དེ་ཡི་ཚེ་ཁྱོད་ཀྱིས་སྔར་བླ་མའི་ངོ་སྤྲོད་པའི་དམ་ངག་དྲན་པར་གྱིས་ཤིག། ཁྱོད་ཀྱི་ངོ་སྤྲོད་ཀྱི་དོན་དེ་ན་སྔར་ཤར་བའི་སྣང་བ་དེ་རྣམས་ལ་ཡིད་ཆེས་པས། མ་དང་བུ་འཕྲད་པ་ལྟ་བུའམ་སྔར་བྲིས་པའི་མི་ཕྱིས་མཐོང་བ་ཙམ་གྱིས་ངོ་ཤེས་ཏེ། སྒྲོ་འདོགས་ཆོད་པ་ལྟ་བུ། རང་སྣང་ལ་རང་སྣང་དུ་ངོ་ཤེས་པས་ཆོས་ཉིད་རྣམ་པར་དག་པའི་ལམ་འགྱུར་བ་མེད་པ་ཟིན་པར་ཡིད་ཆེས་པས་རྒྱུན་གྱི་ཏིང་ངེ་འཛིན་སྐྱེ་སྟེ།

འོད་དུ་ཁ་སྐྲངས་མེ་དང་དྲོད་ཀྱང་དག་པ་ཡེ་ཤེས་ཀྱི་འོད་དང་ཤིང་པར་འཆར་དུ་འོང་ངོ། དེ་ཙམ་ན་ཁྱོད་འོད་གང་ལ་ཡང་འཛིན་པ་དང་ཆགས་པ་མ་བྱེད་ཅིག། མི་དམིགས་པའི་ངང་ལ་ལྷོད་ལ་ཞོག་ཅིག་ཁྱོད་དག་པ་ཡེ་ཤེས་ཀྱི་འོད་ལ་སྐྲག་ཅིང་མ་དག་པའི་རིགས་དྲུག་འཁོར་བའི་ཡུལ་ལ་ཆགས་ན་འགྲོ་བ་རིགས་དྲུག་གི་ལུས་བླངས་ཏེ་འཁོར་བར་དུ་སྔགས་ཀྱི་རྒྱ་མཚོ་ཆེན་པོ་ནས་ཐར་བའི་དུས་མེད་པས་འོ་བརྒྱལ་ལོ། ཀྱེ་རིགས་ཀྱི་བུ་ཁྱོད། བླ་མའི་གདམས་ངག་གི་ངོ་སྤྲོད་མེད་པ་ཞིག་ཡིན་ན། གོང་གི་སྐུ་དང་དག་པའི་ཡེ་ཤེས་ཀྱི་འོད་ལ་བྱིག་ཅིང་སྐྲག་ནས་མ་དག་འཁོར་བའི་ཡུལ་ལ་ཆགས་སུ་འོང་བས་དེ་ལྟར་མ་བྱེད་པར་དག་པ་ཡེ་ཤེས་ཀྱི་འོད་བཀྲག་ལ་འཚེར་བ་དེ་རྣམས་དེ་རྣམས་ལ་མོས་གུས་གྱིས་ཤིག། བཅོམ་ལྡན་འདས་རིག་སྔགས་དེ་བར་གཤེགས་པས་ཐུགས་རྗེ་ཡི་འོད་ཤེས་ཐུགས་རྗེ་ཡི་ཡེ་ཤེས་ཀྱི་འོད་ཟེར་དག་ཐུགས་རྗེས་ཟིན་པ་ལ་བྱོན་པར་ཐུགས་ཀྱིས་སྐྱབས་སུ་མཆིའོ་སྙམ་པའི་མོས་པ་མཛོད་ལ། འཁྲུལ་པ་རིགས་དྲུག་གི་འོད་ལ་མ་ཆགས་མ་ཞེན་པར་སངས་རྒྱས་ཀྱི། སངས་རྒྱས་རིགས་ལྔ་ཡབ་ཡུམ་ལ་དུས་འབའ་རྩེ་གཅིག་ཏུ་བསྟོད་ལ་དཔོན་ལམ་འདི་སྐད་དུ་ཐོབ་ཅིག། ཀྱེ་མ། དུག་ལྔ་དྲག་པོས་འཁོར་བར་འཁྱམས་པའི་ཚེ་ཡེ་ཤེས་བཞི་སྦྱོར་གསལ་བའི་ཡོན་ལམ་ལ་བཅོམ་ལྡན་རྒྱལ་བ་རིགས་ལྔའི་ལམ་སྣ་དྲོངས། ཡུམ་མཆོག་རིགས་ལྔས་ཡུམ་གྱི་རྒྱབ་ནས་སྐྱོར། མ་དག་རིགས་དྲུག་ལམ་ནས་དགྲ་ལ་གསོལ། བར་དོ་འཇིགས་པའི་འཕྲང་ལས་དགྲ། དགྲ་ནས་ཀྱང་དག་པའི་ཞིང་མཆོག་ལྔ་རུ་བསྐྱལ་དུ་གསོལ་དེ་ལྟར་དུ་སྨོན་ལམ་བཏབ་པས། རབ་རང་སྣང་དུ་ངོ་ཤེས་ནས། གཉིས་མེད་དུ་ཐིམ་ནས་སངས་རྒྱས་སོ། དྲིན་མོས་གུས་དྲག་པོས་ངོ་རང་ངོ་ཤེས་ནས་གྲོལ་བ་ཐོབ་བོ། ཐ་མས་ཀྱང་རྨི་ལམ་རྣམ་པར་དག་པའི་མཐུས་རིགས་དྲུག་གི་སྐྱེ་སྒོ་བཀག་ནས་ཡེ་ཤེས་བཞི་སྦྱོར་གྱི་དོན་རྟོགས་ཏེ་རྡོ་རྗེ་སེམས་དཔའི་ཁོང་མཚན་གྱི་ལམ་ལ་སངས་རྒྱ་བར་འགྱུར་རོ། ཡང་དེ་ལྟར་དུ་ཞི་བ་ལ་གསལ་བར་ངོ་སྤྲད་པས། གྲོལ་བ་ཤས་ཆེ་བ་ཞིག་ངོ་འཕྲོད་དེ། གྲོལ་བ་མང་དུ་བྱུང་ངོ། ཐ་མས་ཡང་ཐ་མ་མི་ཡུལ་ལ་ཆོས་ཀྱི་བག་ཆགས་ཡེ་ནས་མེད་པའི་སྡིག་ཅན་དང་དམ་ཉམས་ལ་སོགས་པ་འགའ་ཞིག་ལས་ཀྱི་ཁྲོམ་ནས་ངོ་སྤྲད་ཀྱང་མ་འཕྲོད་པར་མར་ལ་འཁྱམས་སུ་སོང་འོང་བས་ཞག་བདུན་པ་ལ། དག་པ་མཁའ་སྤྱོད་ཀྱི་ཞིང་རྣམས་ནས་རིག་འཛིན་གྱི་ལྷ་ཚོགས་རྣམས་ཀྱིས་བསུ་བ་ལ་འོང་བས་དེ་ཡི་དུས་སུ་ཉོན་མོངས་པ་གཏི་མུག་ལས་གྲུབ་པའི་དུར་ཁྲོད་འོད་ལམ་གྱིས་ཀྱང་བསུ་བ་ལ་འོང་ངོ་དེ་ཡི་དུས་སུ་ངོ་སྤྲོད་པ་ནི་ཚེ་འདི་ཀའི་མིང་ནས་འབོད་ལ་དེ་སྐད་དུ། འོ་ལགས་སོ་དེ་ནས་ད་ད་རེས་བརྙན་ཐུང་ནང་དུ་དེ་ཙམ་ཡིན། ད་གཙོ་བོ་གཙོ་བོ་དེ་ག་རེ་གསུང་གི་འདུག་ཟེར་ན། ད་ང་ཚོ་ཤེས་ནས་དེ་ནས་བར་དོ་ལ་གྲོངས་ཡོང་དུས་ཙམ་པ། ད་བར་དོ་ལ་དེ་ནས་སྣང་བ་མང་པོ་ཅིག་བྱུང་གི་ཡོད་རེད་བ། དེ་ནས་ཡོད་ཀྱི་ཁ་དོག་ད་ཁ་དོག་རེ་རེ་ལ་དེ་ནས་རྒྱུ་མཚན་མང་པོ་རེད་བ། ཨ་ནི་ཁ་དོག་ཁ་དོག་རེ་རེ་དེ་སོ་སོ་ནས་དེ་ནས་ཧ་གོ་ཧ་གོ་དགོས་བ་རེད་བ། ཁ་དོག་དྲ་མིག་སྣ་ཚོགས་ཨ་ནི་སྣང་གི་འདུག་བ་རེད་བ། ད་དེ་དེ་དེ་ནས་ཁ་དོག་ཡག་པོ་དང་སྡུག་ཅག་ཟེར་ན་ཡང་རེད། ཨ་ནི། བྲོ་བ་རིགས་དྲུག་གི་ཨ་ནི་བྲོ་བ་རིགས་དྲུག་ལ་འགྲོ་བ་རིགས་དྲུག་གི་ལམ་ཡིན་པ་དང། རེ་བ། སངས་རྒྱས་ཀྱི་ལམ་ཡིན་པ་དེ། སོ་སོ་གི་དེ་ནས་དབྱེ་བ་ཕྱེས་བཤད་དགོས་པ་དེ། དཔེ་མི་སྲིད་པའི་གལ་ཆེན་པོ་རེད་དོ། དེ་ནས་གཙོ་བོ་གཙོ་བོ་དེ། སོ་སོ་གསོན་པོའི་གནས་སྐབས་སུ། དེ་ནས། བླ་མ་དམ་པ་དང་དགེ་འདུན་པ་དོན་གསོལ་ནས་དེ་ནས་ཆོས་གསན་དགོས་པ། རེ་བ་ཆོས་ཉན་དགོས་པ་དེ་དཔེ་མི་སྲིད་པའི་དེ་ནི་གལ་ཆེན་པོ་རེད་དོ་ཟེར་ནས། ངས་དེ་འདྲའི་ཚོར་སོང་ག་རེ་རེད་ཟེར་ན། ཚང་མ་ཤི་དུས་སྐབས་སུ་དེ་རྣམས་བར་དོ་ལ་ཡོང་བར་དོ་ལ་ཡོད་དུས་ཚངས་པ། སོ་སོ་ལ་ཕན། ཕན་ཐོགས་ཆེ་ཤོས་དེ་ག་རེ་རེད་ཟེར་ན། དམ་པའི་ཆོས་དེ་རེད་ཀྱི་རེད། ད་སོ་སོ་གྱི་སྔར་གསོན་པོའི་གནས་སྐབས་སུ་དམ་པའི་ཆོས་བླ་མ་བླ་མ་དམ་པ་བཙལ་ནས་དེ་ནས་བླ་མ་དང་དགེ་འདུན་པ་ཨ་ནི་དགེ་འདུན་པ་བཙལ་ནས་ཨ་ནི་ཆོས་གསན་ཡོད་པ་ཡིན་ན། དེ་དེ་དེ་ནས་བར་དོའི་སྐབས་སུ་དེ་དེ་དེ་ནས་ཡང་ཡང་དྲན་པ་བྱས་ཏེ། ད། ནམ་རྒྱུན་གསོན་པོའི་གནས་སྐབས་སུ་ཡིན་ན་ཡང་ཡང་དྲན་པར་བྱེད། རེ་བ། བླ་མས་ད་བླ་མ་དམ་པ་རྣམས་བླ་མ་དགེ་འདུན་རྣམ་པས་དེ་ནི་གང་གསུངས་པ་དེ་དེ་ཡང་ཡང་ཐོས། ཡང་ཡང་བསམ། ཡང་ཡང་སྒོམ་བྱས་པ་ཡིན་ན་དེ་བར་དོའི་སྐབས་སུ་ཆོས་དེ་དག་གིས་དེ་ནི་དཔེ་མི་སྲིད་པས་དེ་ནི་ཕན་ཐོགས་ཆེན་པོ་ཡོང་གི་རེད་ཟེར་ནས་ཞུ་རྒྱུ་ཡིན། རེ་བ། དེ་མ་ཐག་ད་སྔར་གསོན་པོའི་གནས་སྐབས་སུ་ཆོས་གང་ཡང་ཨ་ནི་གོ་མ་མྱོང་ཡོད་པ་ཡིན་ན། ད། སྔར་མ་ཐོས་པའི་ཆོས་ཤིག་དེ་ནི་བར་དོའི་སྐབས་སུ་དེ་ནི་ད་དྲན་གསལ་ཅིག་ཡོང་གི་མ་རེད་བ། འོ་དེས་སོང་ཙང་དེ་ནི་ད་དེང་སང་ཡིན་ན་ད་སྙན་སྣ་སྔ་མོ་ཡིན་ན་ཡང་ཆོས་ཨ་ནི་བླ་མའི་དྲུང་ནས་ཆོས་ཉན་ཟེར་ཏེ་ལས་སླ་པོ་ཅིག་ཡོང་གི་མ་རེད་བ། ཅེས་ཙང་དེ་ནི་བླ་མ་དེ་ཚོ་དེ་ནི་ཐག་རིང་བ་རེད་བ། ད་དེ་ནི་ཕར་གྲོ་གོ་བ་དང་དེ་ནི་བླ་མ་ཚོ་ལ་བླ་མ་ལ་ཡོན་ཕུལ་དགོས་བ་དང་ད་དེ་འདྲས་ཀྱི་དེ་ནི། ལས་སླ་པོ་ཅིག་ཡོད་མ་རེད་བ། ད་དེང་སང་ཨ་ནི་དྲ་རྒྱ་གི་ཐོག་ནས་ཡིན་ན་ཡང་རེད། ད་དེ་ནི་ད་ཆོས་ག་ཚོད་ངན་ངན་རེད་བ། ད་ལྷག་པར་དུ་དེ་ནི་དེང་སང་བླ་མ་མང་པོ་ཞིག་དེ་ནི་ཆོས་གནང་གི་ཡོད་རེད། ད་དེའི་རྩ་ལ་ཨ་ནི་སོང་བ་རེད་བ། དེའི་རྩ་ལ་ཕེབས་བྱས་དེ་ནི་ཆོས་ངན་ངན་དགོས་བ་རེད་བ། ཕར་འགྲོ་དུས་ཙམ་པ་དེ་ནི་ཕར་འགྲོ་ནས་དབང་ཞུ་བ་ཙམ་མ་ཡིན་པ། དེ་ནི་ཕར་བླ་མས་ག་རེ་གསུང་གི་འདུག་བསླབ་བྱ་ག་རེ་གནང་གི་འདུག་དེ་དུས་སོ་སོ་གིས་ཉན། བསམ།